ཐབས་མཁས་རྡོ་རྗེ་ཤཱཀྱའི་རིང་ཁྲོ་འཇིམ་གཞན་གྱིས་མི་ཐུབ་བདུད་རྒྱལ་སྤང་ལྗོངས་པ་གསེར་གྱི་ལྷུན་པོ་བཏབ་པའི་བརྗིད་པའི་གོས་ཤཱཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས་ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པས་སྟོང་པ་བཀའ་དྲིན་ཅན་ལ་སྒོ་གསུམ་གུས་པ་ཆེན་པོས་ལྟོ་ཆག་གྲངས་མེད་སྔོན་དུ་བཏང་ནས། ད་ཇི་སྐད་དུ་དགར་ཟན་སྟོང་པ་བཀའ་དྲིན་ཅན་གྱིས་ནི་ཚོམས་ལས། སྡིག་པས་གྲོགས་པོ་བསྟེན་མི་བྱ། མ་རབས་སྐྱིད་པས་བསྟེན་མི་བྱ་དགེ་བས་གྲོགས་རྣམས་བསྟེན་བྱ་ཞིང། སྐྱིད་པའི་ཕྱོགས་རྣམས་བསྟན་པར་བྱ། སོང་བ་ནང་བཞིན་འགལ། ད་ང་ཚོ་དུས་རྒྱུན་དེ་ག་རེ་ཟེར་སོང་ན་འཇིག་རྟེན་གྱི་སྤྱི་ཚོགས་འདི་བདེ་བའི་གི་སྐབས་ཟེར་ལ་ད་ང་ཚོ་གྲོགས་དགོས་བ་རེད་ཡིན་ན་གྲོགས་པོ་དེ་ག་འདྲི་དགོས་རེ་ཟེར་སོང་ན་གྲོགས་པོ་ཡག་པོ་ཅིག་དགོས་ཡ་ད་པད་མ་སེལ་གེ་ཆེན་པོ་ཆགས་ཏེ་ཡོད་རེད། དཔེར་ན་ག་རེ་ཟེར་སོང་སོང་ན་ཅིག་སློབ་གྲྭ་འདྲ་ཅིག་ཡིན་སོང་ད་ཡང་སློབ་གྲོགས་སློབ་གྲོགས་ཡག་པོ་ཅིག་མེད་སོང་ན་ཨ་ན་སོ་སོ་ཨོ་ཙི་ཅིག་དང་པོ་པོ།

དུག་སོང་ན། ཨ་ན་སློབ་སྦྱོང་དུ་སྐྱོ་དུས་སྐྱོ་དེ་འགྲོ་ཡག་དང། ཨ་ན་ད་གར་སྤྱོད་ལམ་དུ་སྐྱོ་དུས་སྐྱོ་དེ་འགྲོ་ཡག་དང། ད་གར་ན་ཡིག་གཟབ་ནན་ཏང་དང་སྐྱོ་དུས་སྐྱོ་དེ་འགྲོ་ནས་ད་དེ་འདྲ་བྱས་ནས་ཀྱི་དཀའ་ངལ་མང་པོ་ང་ཚོ་སྤྱི་ཚོགས་ནང་ལ་དེ་ནས་སྤུག་མང་པོ་དེ་འཕྲོ་བརླག་འགྲོ་དེ་ཡོད་རེད་ད་འཕྲོ་བརླག་འགྲོ་ཡག་དེ་ག་རེ་བྱེད་པར་ཟེར་སོང་ན་ཚང་མ་དེ་དེ་ཕའི་གྲོགས་པོ་ཟེར་དེ་གྲོགས་པོ་དུག་ཤག་ལ་ལྟོས་གོ་ད་དེ་ཀྱི་སྐྱོང་རེད་དེ་འདྲ་ཡིན་པར་སོང་ན་མི་བསོད་ནས་གྲོགས་པོ་དུག་ཤག་མ་བྲེལ། འོ་དེ་འདྲ་ཡིན་པར་སོང་ད་ཅིག་སློབ་གྲྭ་འདྲ་ཞིག་ཡིན་ན་སློབ། སློབ་གྲོགས་དེ་དང་གྲོགས་པོ་སྡུག་ཆགས་དེ་འདྲ་རྩ་བ་འདྲི་གི་ཡོད་མ་རེད། དཔེར་ན་དེང་སང་མང་པོ་སློབ་ཕྲུག་གནའ་དེང་མང་པོ་ཡོད་རེད་བ། སློབ་གྲྭ་ཁ་ཤས་ཀྱི་སློབ་ཕྲུག་ཁ་ཤས་ལ་དགའ་ར་ཟེར་སོང་ན་ཅིག་སྤྱོད་ལམ་ལ་བལྟ་ས་མི་བལྟས་མཁན་སློབ་སྦྱོང་ལ་བལྟ་ས་མི་བལྟས་མཁན། སློབ་སྦྱོང་རྩ་བ་ནས་མ་བྱེད་མཁན་རང་སྦྱོང་རྩ་བ་ནས་མ་བྱེད་ཞེས་དགེ་རྒན་ག་ལ་ཡང་མ་ཉན་མཁན། ཕ་མས་ག་ལ་ཡང་མ་ཉན་མཁན་དེ་ནི་ཆང་རེ་གཏོང་ཨ་རག་རེ་གཏོང་དེ་ནི་དངུལ་དེ་ཚོ་གིས་འཕྲོ་བརླག་དང་མི་ཚེ་འཕྲོ་བརླག་དང་སོ་སོ་མི་ཚེ་འཕྲོ་བརླག་དང་གཞན་པ་དེ་ཚོ་འཕྲོ་བརླག་དང་འགྲོ་བསྡད་ཀྱི་ཡོད་རེད་བ། ད་དེ་ལྟ་བུའི་གི་ཅིག་དང། སློབ་གྲྭ་ཡག་པོ་བྱས་གི་བཟང་ཚོང་དེ་ལྟ་བུ་གི་ད་སྤུག་གི་འདུག་ཤ་ད་ནས་གྲོགས་པོ་སྒྲིག་གི་ཡོད་མ་རེད་གསུང་གི་ཡོད་རེད་འོ་ད་ག་ནང་བཞིན་གར་བྱེད་སོང་སོང་ན་ཅིག་ད་སློབ་གྲྭ་མ་ཡིན་གི་ཡང་ཚོང་པ་འདྲ་ཅིག་ཡིན་སོང་ན་ཡང་ཚོང་རྒྱག་མཁན་འདྲ་ཅིག་ཡིན་ན་ནམ་རྒྱུན་མི་དེ་གི་ཅིག་སྤྱོད་ལམ་ཡག་པོ་ཡོད་དེ་གི་སྐད་ཆ་བཤད་སྟངས་ཡག་པོ་ཡོད་དེ་གི་བསམ་སྟངས་དང་ཡག་པོ་ཡོད་དེ་གི་མི་ཚང་མས་ཨོ་ད་དེ་ཁོ་མི་ཡག་པོ་ཡོད་རེད་ད་ཁོ་ཚོང་ཡག་པོ་རྒྱག་གི་རེད་མི་སྤྱོད་ལམ་ཡག་པོ་ཡོད་རེད་ཟེར་ནམ་རྒྱུན་དེ་འདྲ་བྱས་དེ་ཡོད་ན་ཡང་ད་ཡང་ཚོང་རྒྱག་རོགས་གི་ཅིག་ཚོང་པ་སོ་སོ་ཚོང་རོགས་དེ་ཅིག་མི་འདུག་ཤ་ཅིག་འདུག་སོང་ན། འོ་བ་དེ་འདྲ་ཞིག་སོ་སོ་ཚོང་རྒྱག་རོགས་གི་འབྲོག་པ་དེ་ཡང་སྡུག་ཤག་སྡུག་སོང་ན་ཨ་ནེ་བ་ཅོ་དེ་གི་ཅིག་མགོ་སྒུར་བཏང་ཡག་ད་བསླུ་བྲིད་བཏང་ཡག་དང་ད་ག་རེ་ཟེར་སོང་སོང་ན་ཅིག་མ་རབ་བྱེད་ཡག་དང་ད་ག་ན་བཞིན་ཅིག་ག་རེ་ཟེར་ཚོང་རྒྱབ་དུས་མ་ལུས་ལམ་སང་ལམ་སང་ཅིག་ཚོང་དེ་ཚོ་ཅིག་དུས་ཐོག་ཏུ་མ་ཁྲིད་ཡག་དང་བ་ད་དེ་འདྲ་ཞིག་ཙང་ན་ད་དེའི་ནང་ན་ཅིག་རྐུ་མ་རྒྱག་ཡག་དང་བྱ་བ་རྒྱག་ཡག་དང་ད་མདོར་ན་ག་རེ་ཟེར་སོང་ན་མ་རབ་ཆོག་པ་ཆ་ཚང། གཞིའི་སྟེང་གི་དེ་འདྲ་ཅིག་གི་དག་སོགས་སུ་བཙོང་རྒྱག་རོགས་པ་དེ་འདྲ་ཞིག་ཡོད་སོང་ན། ཨ་ནི་དང་པོ་སོ་སོ་ཅིག་བཙོང་རྒྱབ་ནས་ཡག་པོ་ཡོད་ཚེ་མི་བཟང་པོ་ཅིག་བྱ་བ་སྤྱོད་པ་བཟང་པོ་བྱས་ནས་མི་ཀུན་གྱི་ཡིད་ཆེས་འཕེར་བའི་གི་དག་ཚོང་པ་ཡག་པོ་ཅིག་ཡོད་སོང་ན་ཡང་ད་ཁོ་ལ་དགར་ཚད་གྲོགས་པོ་སྡུག་ཅག་པས་བཙོང་རྒྱག་རོགས་ཚོང་གྲོགས་སྡུག་ཤ་སྟུག་སོང་ན་ཨ་ནི་ཁོ་ཁོའི་བྱ་བ་སྤྱོད་པ་དེ་ཚོ་ཚང་མ་སོ་སོ་ལ་མགུ་ནས་ཨ་ནི་མཇུག་མ་དགར་ཚད་སོང་ན་ཅིག་སོ་སོ་སྐད་ཆ་ཤེས་དང་སྡུག་ཏུ་སྡུག་ཏུ་འགྲོ་ཡ། དེ་ནས་སོ་སོ་བསམ་བཏང་ན་སྡུག་ཏུ་སྡུག་ཏུ་འགྲོ་ཡ། ཨ་ན་ཇོ་ལམ་དེ་སྡུག་ཏུ་སྡུག་ཏུ་འགྲོ་ནས་ཨ་ན་མཇུག་མ་དེ་གར་ཟེར་ན་མི་ཀུན་གྱི་ཆ་འཇོག་དང་ཡིད་ཤེས་མེད་པས་ཀྱི་དེ་ནས་སྡུག་ཆ་དེ་འདྲ་ཆགས་རེད་བ། དེ་འདྲའི་ཆ་ཡང་དེ་ག་རེ་ཞིག་རེད་ཟེར་སོང་ན་ཡང་སོ་སོ་གི་ཚོང་རྒྱག་རོགས་གོ་རོགས་པ། ཨ་ནས་ཟེར། སྡུག་ཆ་དེ་ཚོར་ཐུག་སོང་དེ་འདིར་ཡོང་དུ་བ་དེ་བྱུང་གི་ཡོད་རེད།

དེང་སང་ང་ཚོ་གི་སྤྱི་ཚོགས་ནང་ལ་ད་ཚོང་པ་ཡག་སྡུག་སྣ་ཚོགས་ཡོད་རེད་བ། ཚོང་པ་སྡུག་ཅག་དེ་ཚོ་ག་རེ་བྱེད་ག་བར་ཟེར་སོང་ན་ད་ཚོང་རྒྱག་ཡག་པ་བྱས་ཏེ་ཆང་འདྲ་བཏུང་ཨ་རག་འདྲ་བཏུང་མི་ལ་མགོ་སྐོར་བཏང་བསླུ་བྲིད་བཏང། ད་དེ་འདྲ་བྱེད་ཐ་མག་དེ་ཐ་མག་གཏོང་ཡག་བཏང་ད་ག་ནང་གི་ཆང་གཏོང་ཡག་དང་ཨ་རག་གཏོང་ཡག་ལྷག་པར་དེ་ང་ཚོ་དེང་སང་ག་རེ་ཟེར་ཟིམ་བོའུ་ནང་ལ་ཡར་མར་བྱེད་ཚོང་རྒྱབ་དེ་མ་ད་དེ་མི་སྡུག་ཅག་བྱ་བ་སྤྱོད་པ་སྡུག་ཅག་དེ་ཚོ་གི་ཁ་ལ་བཏགས་ནས་ད་ཚོང་རྒྱབ་དེ་ཡིན་གཅིག་མིན་གཉིས་ཆང་གཏོང་ཡིན་གཅིག་མིན་གཉིས་ཨ་རག་གཏོང་ནས་དེ་འདྲ་ཞིག་ཚོང་ཀྱང་འདུག་དེ་ཧང་སངས་པའི་ལུགས་སྲོག་སྡུག་ཅག་གྲོགས་པོ་སྡུག་ཅག་ཞག་དེ་ཡོད་རེད་འོ་དེ་འདྲ་ཡིན་པ་སོང་ཙང་ཚང་ཚོང་རྒྱབ་པ་ཡིན་སོང་ན་ཡང་སོ་སོ་གི་ཅིག་ཤི་བ་དེ་ཚོ་ཐང་ཐང་ཡོད་བསྡད་མཁན་དབང་པོ་ཐང་ཞིང་ཟེར་བ་ཡོད་བསྡད་མཁན་དེ་ཡོད་སོང་ན་ཡ་རབས་བྱོས་སམ་སྒོ་ནས་ཚོང་རྒྱག་རེད་རྒྱལ་ཁབ་ཀྱི་ཁྲིམས་དང་མང་གི་སྒོ་ནས་ཚོང་རྒྱག་འདོད་པ་རེད་སོ་སོ་གི་ཅིག། བྱ་བ་སྤྱོད་པ་སྡུག་ཅག་དེ་ནི་མ་ཡིན་པའི་སྒོ་ནས་མི་ཡ་རབས་དང་བཟང་ཕྱོགས་ལྡན་པའི་སྒོ་ནས་ཚོང་རྒྱག་ཡ་རབས་ད་དེ་མ་ཡིན་པའི་ཆེ་ཆང་དང་ཨ་རག་དང་བ་དེ་ཚོ་བྱེད་པ་ཡིན་ན་དེ་ནི་སོ་སོ་པས་ཤི་བ་དང་གར་ཟོས་སམ་མེད་སོ་སོའི་སེམས་དེ་སྙོམས་པ་ན་ཡིས་ཤག་ཨ་ནི་ཚོང་རྒྱག་དུས་མ་ཚོང། ཚོང་ཚང་མ་མི་ལ་ཅིག་མགོ་སྐོར་བསླུ་བྲིད་བཏང་ཡ་དང་སོ་སོ་པས་ར་བཟས་ནས་ཨ་ནི་སོ་སོའི་མི་ཚེ་ཚང་མ་འཕྲོག་ལ་འགྲོ་ཡ་ཨ་ནི་ཚོང་མ་ཚང་མ་དུབ་འགྲོ་ཡ་ཨ་ནི་ནང་མི་ཚང་མ་དེའི་རྐྱེན་གྱིས་ནང་ཚང་མ་མ་བྱང་བའི་ཆགས་འོང་ཡ་ཨ་ད་འདི་འདྲ་བྱས་ཙང། ནས་ཡོང་གི་ཡོད་པ་སོང་ཙང་ད་མདོར་ན་དེང་སང་མང་པོ་ཚོང་པ་མང་པོ་བཅས་ཀྱི་སྐལ་བཟང་ཕྱག་ན་ཨ་རག་རྐྱང་རྐྱང་གཏོང་གི་བསྡད་ཡ་དེ་ག་རེ་བྱེད་པར་ཟེར་སོང་ན་ང་ཚོ་བོད་སྐུ་ངལ་མ་ལུག་ཚོ་དེ་འདྲ་ཡོད་མ་རག་ཚོང་རྒྱབ་དུས་ད་དེང་སང་མ་རབས་བཅོ་ལྔའི་དུས་འདྲ་གི་རན་ཚོང་རྒྱབ་དུས་མ་རག་ཅིག་ཡིན་ཅིག་མིན་ནས་ཕྱག་ན་ཨ་རག་གཏོང་ན་ཞབས་བདག་རྒྱག་ཟེར་ད་དེ་བས་ཅིག་བྱ་བ་བྱེད་པར་སྡུག་ཆགས་ཆགས་དུ་ཡོད་དེ་འདྲ་ཡིན་པ་སོང་ཚོང་རྒྱབ་ན་དེ་ལྟ་བུའི་ཚོང་པ་སྡུག་ཆགས་དང་མཉམ་དུ་མ་འགྲོ་བ་ཆེད་ཆང་ཨ་རག་མ་འཐུང་བ་བཅས། འོ་དེ་འདྲ་ཡིན་པ་གསུངས་སོ་ཡ་རབས་ཆོས་བཟང་དང་ལྡན་པའི་ཚོང་ཞིག་རྒྱབ་སོང་ན་སོ་སོ་ཚོང་རྒྱག་ཚད་ཀྱི་རོགས་པ་དེ་ཡ་རབས་ཆོས་བཟང་དང་ལྡན་པ་མི་ཡོང་ཐེངས་ནི་ཡོད་བསྡད་མཁན་མེད་པའི་ཀུ་ཆོས་ཡོད་བསྡད་མཁན་མི་དེ་བས་ཤུགས་ལྷམ་ཡག་པ་ཡོད་བསྡད་མཁན་མི་དེ་དྲང་བདེན་ཡོད་བསྡད་མཁན་ཨ་ནི་མི་དེ་བླ་མ་གོ་ཆོག་ཡོད་བསྡད་མཁན་མི་དེ་ཆིག་ཆང་དང་ཨ་རག་དང་མ་འདོང་མཁན་འོ་ད་དེ་འདྲའི་ཞིག་རྒྱག་ན་མི་ཅིག་ད་སོ་སོ་ཚོང་རྒྱག་རོགས་དེ་རིང་ཚོང་པ་ཅིག་ཡིན་ན་དེ་འདྲ་ཞིག་གི་རོགས་པ་ཞིག་གིས་སོང་ན་ད་སོ་སོ་མི་ཚེ་ནང་ཚོང་ཡག་པོ་རྒྱག་འདོད་ཡག་དང་ད། ཡོད་པ་ཡོད་རེད་པ། ཨ་འདི་མ་ཡིན་པ་ཞིག་ཙང་སོ་སོ་ཚོང་རྒྱག་རོགས་པ་རོགས་པ་དེ་འོ་ད་པའི་བྱ་ངན་སྤྱོད་ངན་ཨ་འབྱོར་པ་པའི་ཆང་དང་ཨ་རག་རྐྱང་རྐྱང་གཏོང་བསྟེན་མཁན་སྐད་ཆ་རང་ཡིད་ཤེས་མ་བྱེད་མི་ཚང་མ་མགོ་སྐོར་བཏང་བསྟེན་མཁན་ཅོག་རང་ལ་བལྟ་ས་མེད་བསྟེན་མཁན་ཨ་ནི་མི་སྡུག་ཤ་དེ་འདྲ་ཞིག་ལ་ཨ་ན་པའི་ཚོང་རོགས་འདི་བྱས་པ་ཡིན་ན་ཨ་ན་སོ་སོ་གི་མི་ཚེ་ནང་ཚོང་ཁེབས་ཚང་ཡོངས་ཀྱི་ཕར་བཞག་ནས་མི་ཚེ་ཚང་མ་འཕྲོག་རང་འགྲོ་ནས་ཨོ་ད་ཞིག་མ་ལ་སྤང་གོ་སྤང་སང་ཆགས་ནས་ཡུལ་ག་རེ་གར་ཟེར་ན་རྒྱུ་ལ་ཡག་དག་ས་མེད་བསྟན་མཁན་དཔལ་འབྱོར་ཡག་དག་ས་མེད་བསྟན་མཁན་ཨོ་ད་དེ་འདྲ་ཞིག་ཙམ་ན་དཀའ་ངལ་མང་པོ་འཕྲད་ཡ་ཉན་ག་ཡོད་རེད་དེ་འདྲ་ཡིན་པ་སང་ལ་ཚོང་པ་ཞིག་ཡིན་སོང་ན་ཡང་སོ་སོ་ག་ཞིག་ཚོང་པ་ཚོང་རྒྱག་དུས་མ་ལ་ཚོང་ག་ཚོང་རོགས་དེ་ནི་མི་བཟང་པོ་ཡག་པོ་དེ་དགོས་གལ་ཆེན་པོ་རེད་མི་སྡུག་ཤ་ཏན་ཏན་གྱི་ཡོད་མ་རེད་སང་ཤ། བྱས་ཙང་དེ་འདྲ་ཡིན་པ་གསང་དུ་མི་ཚང་རོགས་གདུག་བྱ་དོན་ལས་བསྟན་པ་ཡིན། ཨ་ནི་སོ་སོ་གི་ཅིག་བྱ་བ་སྤྱོད་པ་དག་སོགས་གདུག་བྱ་བྱ་སྐད་ཆ་བཤད་སྟངས་ཡང་གདུག་བྱ་བྱ། ཨ་ནི་ག་རེ་ཟེར་སོང་ན་ཅིག་མི་ལ་ཅིག་མ་རབས་ཐ་ཤལ་གྱི་དེ་འདྲའི་མི་དེ་འདྲ་ཆགས་ནི་རེད་དེ་འདྲ་ཡིན་སོང་ན་ཀུན་གྱིས་པའི་ཡེ་ཤེས་ཅིག་དང་ཆ་འཇོག་བྱེད་ཀྱི་མ་རེད་ཀུན་གྱིས་ཡེ་ཤེས་དང་ཆ་འཇོག་མ་བྱས་ན་ནི་ཚོང་བ་ནི་ཡག་པོ་ཡོང་གི་མ་རེད་དེ་འདྲ་ཡིན་པ་སོ་ནི་ཚོང་པ་ཅིག་ཡིན་ན་ཡང་སོ་སོ་གི་ཚོང་རྒྱག་ཡག་གི་རོགས་པ་དེ་ཡང་མི་ཡག་པོ་ཅིག་བསྟེན་གི་རེད་མ་གཏོགས་མི་སྡུག་ཤ་དེ་འདྲ་བསྟེན་གྱི་ཡོད་མ་རེད་བསྟེན་པ་ཡིན་ན་སོ་སོ་བ་མི་ཚེ་ཚང་མ་འཕྲོ་བརླག་ཏུ་འགྲོ་གི་རེད་གསུང་གི་ཡོད་རེད་ད་ཚོང་པ་འདྲ་བྱས་ན་དེ་རེད། ད་ལྟ་ནང་བཞིན་དཀར་མཛེས་རྫོང་ལས་ཁུངས་ཀྱི་ལས་བྱེད་འདྲ་གཅིག་ཡིན་ན་ཡང། ནམ་རྒྱུན་སོ་སོ་ཅིག་ལས་ཀ་དེ་མ་ལས་གོང་ནས་སོ་སོ་མི་བསད་ནས་དེ་བརྩིག་རེ་བ། ད་ང་དེར་དངོས་གནས་དྲང་བདེན་ལས་ཀ་གསར་བ་ཅིག་རག་སོང་ད་ལས་ཀ་དེ་ལས་དུས་མ་འདང་ངས་མི་ཡག་པོ་ཟེར་གྱི་ཡིན་ཟེར་བ་བྱས་རེ་བ་སོ་སོ་སོ་ང་ལས་ཀ་ཡག་པོ་བྱེད་ཀྱི་ཡིན་ད་སྤྱོད་ལམ་ཡག་པོ་བྱེད་ཀྱི་ཡིན་ད་ལས་བྱེད་ཚང་མས་ན་ང་ཡག་ཤོས་བྱེད་ཀྱི་ཡིན་ཟེར་བ་བྱས་ཨ་ནག་མོ་དེ་ཚོ་དཔེ་ཡག་པོ་བྱས་ད་ཁྱེད་རང་ལས་ཀ་ཡག་པོ་རག་ཤག་མི་བཟང་པོ་བྱེད་ཀྱི་རེད་བྱ་བ་བཟང་པོ་བྱེད་ཀྱི་རེད་སྤྱོད་པ་བཟང་པོ་བྱེད་ཀྱི་རེད་ད་ཟེར་བ་ད་དང་པོ་དེ་ནས་ཡོང་རེ་བ། ད་ཡིན་ན་སོ་སོ་ལས་གང་ན་བར་མཛོད་བྱ་བའི་ཆེད་ལ་ཨ་ན། བས་ག་རེ་ཟེར་ན་ལས་ཅིག་འདུག་ཤ་ཐན་ཏྲི་ཞིག་ཐོགས་པ་ཡིན་ན། ད་སོ་སོ་རོགས་པ་ལས་ཅིག་འདུག་ཤ་ཐན་ཏྲི་ཞིག་མོས་མ་རབ། སྐད་ཆ་སྐྱེ་སྟངས་ཡང་མེད་བསྡད་མཁན་ཁྱོད་རང་གི་དང་ཡང་མེད་བསྡད་མཁན་ཨ་ན་སེམས་ན་བས་ཅིག་ངན་གྱི་དུག་གསུམ་རྐྱང་རྐྱང་བྱེད་བསྡད་མཁན་མི་བས་མ་རབ་ཆོ་ངེ་ཨོ་ཐན་ཏྲི་ཞིག་ག་རེ་ཟེར་སོང་ན་ལས་ག་ལས་རོགས་ཐོགས་པ་ཡིན་ན། ཨ་ནས་སོ་སོ་གི་སྐད་ཆ་སྐྱེ་སྟངས་དེ་འདུག་དུས།

ནས་མར་གར་ཟས་ནི་ཆོས་བྱེད་པའི་གར་ཟས་ཅིག་སློབ་སྦྱོང་ཡག་པོ་བྱས་བསྡད་མཁན་དེ་ནི་གར་ཟས་བསམ་བློ་ཡག་ཏུ་བཏང་བསྡད་མཁན་ཨ་ནེ་ཞུ་ག་ལའི་གར་ཟས་སོམ་ཉམས་ལེན་ཡག་པོ་བྱས་བསྡད་མཁན་དབུ་རྩེ་ཡག་པོ་ཅིག་ཡོད་ན་ཡང་ཨོ་ད་གྲོགས་པོ་སྡུག་ཆགས་ཅིག་དང་མེད་ཐུག་སོང་ན་ཨ་ད་སོ་སོ་དངོས་གནས་དྲང་ནས་ཚང་མ་དེ་དག་སོ་སོ་མེད་པར་ཆགས་འགྲོ་སྙམ་གྱི་ཡོད་རེད་ཕ་གའི་གར་ཟས་སོམ་ལོ་བྱས་དེ་རྒྱ་ཆེ་ལག་ལེན་སོགས་དེ་ན་དེ་ཡོད་པ་ཨ་ནེ་གར་ཟས་ནི། གང་དང་གྲོགས་ན་དུག་གསུམ་འཕེལ་གྱུར་ཞིང། ཐོས་བསམ་སྒོམ་པའི་བྱ་བ་ཉམས་གྱུར་པས་བྱམས་དང་སྙིང་རྗེ་མོས་པ་སྐྱེད་བྱེད་པའི། དཀྲུགས་མེད་སྤོང་བ་སྐྱར་བྱེད་ལག་ན་ཡིད་བཟང་བཟོད་བ་ལྟ་སྟེ་ནང་བཞིན་གར་བྱེད་གསུངས་ན་གྲོགས་པོ། སྡུག་ཅག་ཟེར་བ་ལྟ་དུག་ཕིགས་གྲོགས་པོ་ཟེར་ཡག་ལྟ་ག་འདྲ་ཡོད་ཟེར་གསུངས་ན། བ་ལྟ་གར་བྱེད་གསུངས་ན་སོ་སོ་གི་ལུས་ངག་ཡིད་གསུམ་གྱི་དགེ་བ་ཚང་མ་རེད་མ་མར་ཉམས་འགྲོ་མཁན་གྱི་གྲོགས་པོ་ཡིན་ན་ལྟ་དེ་གྲོགས་པོ་སྡུག་ཅག་རེད།

སྡིག་པའི་གྲོགས་པོ་ཟེར་ན་ག་རེ་ཟེར་ན་སོ་སོ་ལ་ང་ཡི་བསམ་གྱི་བྱ་བ་ཆོག་པར་འདུག་འདུག་འདུག་སྟེ་འགྲོགས་ཡོད་ན། འོ་གྲོགས་པོ་གང་ཞིག་ལ་བས་འགྲོགས་པ་ཡིན་ན་ཨ་ན་སོ་སོ་ལ་ང་ཡི་བསམ་གྱི་བྱ་བ་ཆོག་པར་དུ་སོ་འདུག་འདུག་འདུག་སྟེ་སློབ་སྦྱོང་བྱེད་ཡ་དེ་ཡོ་འཐེན་འདུག་འདུག་འདུག་སྟེ་བསམ་གཏོང་ཡ་དེ་སྐྱོ་དེ་སྐྱོ་སྟེ་སྒོམ་རྒྱག་ཡ་དེ་སྐྱོ་དེ་སྐྱོ་སྟེ་བྱམས་པ་དང་སྙིང་རྗེ་དང་ལྔས་མ་བསྟེན་ཟིན་ཉམས་ལེན་བྱེད་དགོས་འདི་ཚོ་ག་ལེ་ག་ལེ་ཉམས་འགྲོགས་ཡོད་ན་ད་སོ་སོ་ག་རེ་བྱེད་ནས་རྐྱེན་རེད་བསམ་ནམ་བསམ་བསམ་བཏང་གི་རེད་ད་བསམ་བཏང་བ་ཡིན་ན་ད་སོ་སོ་དངོས་གནས་དྲང་ནས་གྲོགས་པོ་སྡུག་ཅག་དེ་ནས་ཐུག་དེ་ཡོད་ན་ཨ་ན་སྡིག་གི་རྐྱེན་བྱས་ལ་དེ་ཉམས་འགྲོགས་ཡོད་པ་སོང་ཙང།

བར་ཆད་བྱེད་དད་མཁན། སྒོམ་རྒྱག་ན་ཡང་བར་ཆད་བྱེད་མཁན། བྱམས་པ་དང་སྙིང་རྗེ་གི་ཉམས་ལེན་བྱེད་པ་ལ་བར་ཆད་བྱེད་མཁན། མདོར་ན་ཚོགས་གསོག་ལུས་ངག་ཡིད་གསུམ་གྱི་རྣམ་དཀར་གྱི་དགེ་བའི་ལས་ག་འདྲ་ཅིག་བྱས་ན་ཡང་དེ་ལ་བར་ཆད་བྱེད་མཁན་གྱི་གང་ཟག་བཅུག་ན། གང་ཟག་འདུག་ན་དེ་ལ་གར་ཆག་སྡིག་པའི་གྲོགས་པོ་ཟེར་ཡོད་རེད། དེ་འདྲ་ཡིན་པར་སོང་ན་དེ་ལྟ་བུའི་སྡིག་པའི་གྲོགས་པོ་དེ་དག་བེར་སྤངས་ནས། འོན་ཏེ་ད། གར་ཟེར་སོང་ན། འདི་རིགས་འཕྲོག་པ་བསྟན་གྱི་རེད། སྡིག་པའི་འཕྲོག་པ་བསྟན་དེ་ནི་ག་རེ་ཡོད་ཟེར་སོང་ན་སྡིག་པའི་འཕྲོག་པ་གང་ཞིག་ལ་འགྲོགས་བསྡད་པ་ཡིན་ན་ཨ་ན་སོ་སོ་ཅིག་ཐོས་བསམ་གྱི་ཐོས་བསམ་སྒོམ་གསུམ་བྱེད་པའི་གི་ལུས་ངག་ཡིད་གསུམ་ཐོས་བསམ་སྒོམ་གསུམ་བྱེད་ཚུལ་རྩོམ་གསུམ་ལ་སོགས་པའི་གི་ད་སོ་སོ་ལུས་ངག་ཡིད་གསུམ་གི་དགེ་བ་ག་རེ་ནི་དུས་ཚང་མ་ག་ལས་ག་ལས་ཆེན་པོ་དེ་ཆུང་མ་ཆག་ཆུང་མ་དེ་ནི་མེད་པ་ཆག་འགྲོ་ཉེན་ཁ་ཡོད་རེད། འོ་དེ་འདྲ་ཡིན་པ་སོང་ན་བྱམས་པ་དང་སྙིང་རྗེ་ཉམས་ལེན་ཟེར་མ་སྐྱོ་དེ་སྐྱོ་དེ་འགྲོགས་རེད་ད་གང་ན་ཞིག་ཅིག་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་དུས་སོ་དུག་ནི་དུག་ཡིན་འགྲོགས་རེད་དེ་འདྲ་ཡིན་པ་སོང་དུས་ཚང་མ་འཕྲོག་པ་སྡུག་ཆག་དེ་ནི་ཡོང་གི་ཡོད་པ་སོང་ན་འཕྲོག་པ་སྡུག་ཆག་དེ་སྤང་གི

འདི་འདྲ་ཡོང་གི་འདུག་མི་ཁ་ཤས་ཅིག་ད་ནམ་རྒྱུན་སོ་སོའི་ཨོ་རྩལ་སློབ་སྦྱོང་ཡག་པོ་བྱེད་ཀྱི་དེ་ཡོད་ན་ཡང་གྲོགས་པོ་ཁ་ཤས་ཅིག་ཐུག་ཚར་ན་ད་དེ་ནས་སོ་སོ་སློབ་སྦྱོང་བྱེད་ཡག་དང་མ་སྦྱང་བ་ཞིག་བརྩམས་གནང་པས་ག་དུས་འདི་ཚོ་ཚང་མ་འཕྲོ་བརླག་འགྲོ་བསྡད་ངེས་ཤོར་ཅིག་ཨོ་ད་ག་ནང་བཞིན་ག་ས་ནམ་རྒྱུན་སོ་སོ་བསམ་བློ་བཏང་ནས་སྒོམ་སྒྲུབ་པ་ཉམས་ལེན་ཨོ་ཏི་བྱེད་ཀྱི་ཡོད་ན་ཡང་ད་གྲོགས་པོ་ཁ་ཤས་ཡང་ཐུག་ཚར་ན་ད་ཁོ་སྒོམ་ཉམས་ལེན་བྱེད་ཡག་དུས་ཚོད་ཚང་མ་མེད་བསྡད་ངེས་འདི་ཚོ་ཚང་མ་འཕྲོ་བརླག་བཏང་ཤག་མཁན། འོ་ད་ག་ནང་གི་གང་ནང་གི་ཟེར་བྱང་པ་དང་སྙིང་རྗེ་དང་ད་ག་ནང་གི་ད་ཐོག་བསམ་སྒོམ་བསམ་དང་ལུས་ངག་ཡིད་གསུམ་དགེ་བ་ག་རེ་བསྒྲུབ་གི་དེ་ཡོད་ན་ཡང་ནམ་རྒྱུན་སོ་སོར་གྲོགས་པོ་སྡུག་ཆགས་དེ་མེད་ན་ཨོ་ད་ཡག་པོ་བསྒྲུབ་ཐུབ་ཀྱི་ཡོད་ན་ཡང་ད་གྲོགས་པོ་སྡུག་ཆགས་གང་ཞིག་ལ་ཐུག་སོང་ན་ད་དེ་གི་ལུས་ངག་ཡིད་གསུམ་དགེ་བ་གཙང་མ་དེ་བསྒྲུབ་ཡ་མེད་དེ་ངེས་ཅན་དུས་ཚོད་གཙང་མ་འཕྲོག་ལ་འགྲོ་དེ་ཨོ་ད་འདྲ་བྱས་ན་ཉི་མ་སྟོང་ཟིག་འགྲོ་མཁན་ཨོ་ད་ནམ་རྒྱུན་སོ་སོར་བྱེད་ཀྱི་ཨོ་ཉི་མ་གཅིག་ལ་སློབ་སྦྱོང་ཨོ་ད་བྱེད་ཀྱི་ཡོད་ན་ད་དེ་རིང་ནས་ག་རེ་ཟེར་གྲོགས་པོ་སྡུག་ཆགས་ཐུག་སོང་སློབ་སྦྱོང་དེ་བྱེད་ཐུབ་ཀྱི་ཡོད་མ་རེད་ཨ་ནམ་རྒྱུན་ནས་སོ་སོར་སྤྱོད་ལམ་ཨོ་ད་ཡག་པོ་བྱས་དེ་དེ་རིང་གྲོགས་པོ་སྡུག་ཆགས་དང་མཉམ་དུ་འགྲོ་ནས་སྤྱོད་ལམ་དེ་སྡུག་ཆགས་ཆགས་སོང་ཡ་རེད་ནམ་རྒྱུན་ནས་སོ་སོ་ཅིག་སྐུལ་སློང་འོག་ཅི་ཡག་པ་ཡོད་སོང་ན་དེ་རིང་གྲོགས་པོ་སྡུག་ཅག་དང་འདྲ་མཉམ་དུ་འགྲོ་ནས་འདི་སྐུལ་སློང་དེ་སྡུག་ཅག་བཞག་སོང་རེད་འོ་ད་དེ་འདྲ་བྱེད་ཀྱང་འདོད་ན་སོ་སོ་ལུས་ངག་ཡིད་གསུམ་གྱི་ཅིག་ནམ་རྒྱུན་གྱི་དགེ་བ་ཅིག་སོ་སོ་ཅིག་འབྲི་གུ་དེ་ཡོད་ན་ཡང་གྲོགས་པོ་གང་ཞིག་ཐུག་པ་ལ་བརྟེན་ནས་དེ་ལྟ་བུའི་ལུས་ངག་ཡིད་གསུམ་གྱི་དགེ་བ་དེ་ཚོ་ག་ལེ་ག་ལེ་མར་ཉམས་འགྲོ་གི་ཡོད་ན་དེ་འདྲ་གི་གྲོགས་པོ་དེ་དེ་སྐུལ་གི་གྲོགས་པ་ཆགས་ཀྱི་ཡོད་རེད་དེ་དེ་སུ་ཐག་རིང་སོ་དེ་ག་རེ་སོང་གི་ཡོད།

དགེ་བའི་གྲོགས་པོ་ཡིན་དང་མིན་ག་འདྲ་ཞིག་བལྟ་གི་རེད་སྡིག་པའི་གྲོགས་པོ་ཡིན་དང་མིན་ག་འདྲ་ཞིག་བལྟ་གི་རེད་ཟེར་སོང་ན། འོ་ད་དགེ་བའི་གྲོགས་པོ་ཡིན་དང་མིན་ག་འདྲ་ཞིག་བལྟ་གི་རེད་ཟེར་སོང་ན། ད་ག་རེ་ཟེར་སོང་ན་ཅིག་སོ་སོ་གི་ཅིག་སློབ་སྦྱོང་བྱེད་ཡག་རེད་བསམ་བློ་བཏང་ཡག་རེད་སྒོམ་རྒྱག་ཡག་རེད་ཐོས་བསམ་སྒོམ་གསུམ་ཆེད་བཙུགས་རྩོམ་གསུམ་གྱི་དེ་ལྟ་བུའི་ལུས་ངག་ཡིད་གསུམ་གྱི་དགེ་སྦྱོར་འདི། དགེ་སྦྱོར་གང་ཞིག་གྲོགས་པོ་གང་ཞིག་ལ་འགྲོགས་པ་ཡིན་ན་དེ་ལྟ་བུའི་གི་སོ་སོའི་ལུས་ངག་ཡིད་གསུམ་གྱི་དགེ་སྦྱོར་ཚང་མ་གོང་ནས་གོང་དུ་སྤེལ་ནས་དགེ་བ་སྒྲུབ་ཡག་ལ་ཕན་ཐོགས་ཡོད་ལྡན་མཁན་གྲོགས་པོ་གང་ཞིག་ལ་འགྲོགས་པ་ཡིན་ན།

འོ་དེ་ཞིག་རང་བཞིན་ཀུན་རྣམ་པའི་ཕན་ཡོན་གྱི་དོན་དུ་བྱ་བ་ཞེས་དོན་གྱིས་ཀྱི་མི་བཟང་པོ་སེམས་དཔའ་བཟང་པོ་ཨ་ནུས་མི་དྲང་བདེན་ཨ་ནི་སེམས་དཔའ་བཟང་པོ་ཨ་ནི་བྱ་བ་སྤྱོད་པ་བཟང་པོ་ཞེས་དོན་གྱིས་ཀྱི་མཚུངས་པ་དག་དེ་འདྲ་ཡོད་སོང་དེ་ལས་དག་ང་ཁ་མིག་ཡར་ལྟ་བྱས་ནས་གྲོགས་པོ་འབྲལ་གྱི་རེད་དེ་འདྲ་བྱས་པ་ཡིན་ན་ནི་སོ་སོ་གྱིས་ཤིག་མཚུངས་རྒྱག་ཡ་ཡག་པོ་ཡོང་གི་རེད་དེ་ལ་བརྟེན་ནས་ནི་སོ་སོ་མི་ཚེ་འདིའི་ནང་ནས་སེམས་ཅན་མང་པོ་ལ་ཕན་ཡག་གི་བྱ་བ་སྤྲོད་ཐུབ་ཀྱི་རེད་བསམ་གྱི་ཡོད་རེད། ཨང་གྲངས་ནང་ཞིག་གི་ལས་ཁུངས་ཀྱི་ལས་བྱེད་འདྲ་གཅིག་ཡིན་ན་ཡང་སོ་སོ་གི་ལས་བྱེད་ཀྱི་གྲོགས་པོ་བསྒྲིགས་དུས་མོ་ལ་ལས་བྱེད་གྲོགས་པོ་སྡུག་ཤ་ཐོན་ནས་བསྒྲིགས་ཀྱི་ཡོད་མ་རེད་སྤྱོད་ལམ་ཡང་སྡུག་ཤ་ཡིན་ལྡན་གི་སྐད་ཆ་བཤད་སྟངས་ཡང་སྡུག་ཤ་ཡིན་ལྡན་གི་བསམ་སྟངས་དང་ཡང་སྡུག་ཤ་ཡིན་ལྡན་གི་མི་གུས་སུབ་དོགས་པ་ཁྱབ་ཆུང་དེ་འདྲ་ལ་གྲོགས་པོ་བསྒྲིགས་ཀྱི་ཡོད་མ་རེད་དེ་གྲོགས་པོ་བསྒྲིགས་པ་ཡིན་ན་ཨ་ན་སོ་སོ་ལས་ཁུངས་ལ་བསྡད་བཞག་ཡོད་ན།

ལོ་དེ་འདྲ་ཡིན་པར་སོང་ཙང་ཅིག་ལས་ཁུངས་ཀྱི་ལས་གཞི་ཅིག་ཡིན་ན་ཡང་སོ་སོ་གྲོགས་པོ་ཡག་པོ་སྒྲིག་གི་རེད་གྲོགས་པོ་སྡུག་ཅག་སྒྲིག་གི་ཡོད་མ་རེད་གསུང་གི་ཡོད་རེད་ད་ག་ནང་གི་ཆོས་བྱེད་མཁན་ཆོས་པ་ཅིག་ཡིན་ན་ཡང་འོ་ད་གར་ཟེར་སོང་སོང་ན་བེད་བེད་ཀྱང་གལ་ཆེན་པོ་བྱེད་ནས་ཨ་ན་ཆོས་བྱེད་མཁན་ཆོས་པ་ཅིག་ཡིན་ན་སོ་སོ་ཆོས་གྲོགས་བྱེད་པའི་དགེ་བེད་ཀྱི་གྲོགས་པོ་ཡག་པོ་ཅིག་དགོས་རེད་ད་ག་འདྲ་ཞིག་ལ་དགེ་བེད་གྲོགས་པོ་ཟེར་གི་ཡོད་རེད་ཟེར་སོང་ན། ཨ་ན་ཅིག་གྲོགས་པོ་གང་ཞིག་ལ་འགྲོགས་པ་ཡིན་ན་སོ་སོ་ཐུགས་བསམ་སྒོམ་གསུམ་གྱི་བྱ་བ་ཚང་མ་པས་གོང་ནས་གོང་དུ་བཟླ་བ་ཡ་དེ་གོང་ནས་གོང་ནས་གོང་དུ་སྤེལ་རེས་པས་ད་གང་ན་གྱི་བྱམས་པ་དང་སྙིང་རྗེ་སོགས་གོང་ནས་གོང་དུ་འཕེལ་བ་དང་ད་གང་ན་གྱི་སོ་སོ་ལུས་ཀྱི་སྤྱོད་པ་ཡིན་ནར་ངག་སྐད་ཆ་བཤད་སྟངས་ཡིན་ནར་སེམས་ཀྱི་བསམ་སྟངས་དང་ཚུལ་ཚང་མ་གོང་ནས་གོང་དུ་འཕེལ་བར་བྱེད་མཁན་ལུས་ངག་ཡིད་གསུམ་གྱི་བྱ་བ་སྤྱོད་པ་ཚང་མ་པས་གོང་ནས་གོང་དུ་འཕེལ་བར་བྱེད་མཁན་གྱི་ཁོས་ཐུན་བཟང་གསུམ་ལྡན་པའི་ཡ་རབས་བཟང་སྤྱོད་དང་ལྡན་པའི་དེ་འདྲའི་གྲོགས་པོ་ཅིག་ཡོད་ན་དེ་དགེ་བའི་གྲོགས་པོ་རེད་ད་དེ། སོ་སོའི་ལུས་ལས་པའི་རྩ་ཤེས་པར་བྱས་ནས་འགྲོགས་པ་དེ་རྒྱུན་རིང་པོ་ནས་འགྲོགས་པ་རེད། ད་དེ་མ་ཡིན་གྱི་ཕྱིར་དེའང་ནང་གི་ཅིག་གྲོགས་པོ་སྡུག་ཅག་དེ་འདྲས་སྡིག་པའི་གྲོགས་པོ་སྟོན་གྱི་ཡོད་མ་རེད་སྡིག་པའི་གྲོགས་པོ་ཟེར་ན་ག་རེ་ཟེར་སོང་ན་ད་སོ་སོ་ཀྱི་གྲོགས་པོ་གང་ཞིག་ལ་བརྟེན་པ་ཡིན་ན་སོ་སོའི་ལུས་ངག་ཡིད་གསང་ཡང་བསམ་གྱི་བྱ་བ་སྡུག་ཅག་དེ་མང་དོན་མང་དེ་ཡོང་ནས།

དགེ་ཚུལ་བཟང་གསུམ་ཐུགས་བསམ་སྒོམ་ལམ་ཆད་ཐོ་དམ་གསུམ་ཀ་དག་ནམ་མཁར་དགེ་བའི་ལས་འབད་པར་བྱེད་ཡ་བྱེད་པ་ལ་དུས་ཏོག་ཙང་མ་དེ་གར་སོན་ན་ཆུང་དུ་ཆུང་དུ་འགྲོ་ནས་བར་ཤེས་བྱེད་མཁན་དེ་འདྲ་ཅིག་ཡོད་སོང་ན་དེ་འབིགས་པའི་གྲོགས་པོ་རེད་ད་དེ་འགོ་བའི་གནས་ཤིག་ནས་སྤང་གི་རེད། དེ་འདྲ་ཡིན་པར་སོང་ད་མདོ་དོམ་སྙིང་པོ་འདི་ཨ་ན་སློབ་གྲྭར་འགྲོ་མཁན་ཞིག་ན་གྲོགས་པོ་ཡག་པོ་ཅིག་སློབ་གྲོགས་ཡག་པོ་ཅིག་དགོས་རེད་གྲོགས་པོ་སྡུག་ཅག་དེ་འདྲ་བསྟེན་གྱི་ཡོད་མ་རེད་ལས་ཡོང་གི་ལས་བྱེད་ཅིག་ཡིན་སོང་ན་ཡང་གྲོགས་པོ་ཡག་པོ་བསྟེན་གི་རེད་གྲོགས་པོ་སྡུག་ཅག་བསྟེན་གྱི་ཡོད་མ་རེད་ཚོང་པ་ཅིག་ཡིན་སོང་ན་ཡང་ཨ་ན་ཅིག་ཚོང་གྲོགས་དེ་མི་ཡག་པོ་ཞིག་དགོས་རེད།

སྐད་ཚོད་བཟང་བཟང་དང་ཡ་རབས་བཟང་བཟང་ཆོས་ལྡན་པའི་གི་མི་ཚོང་པ་ཡག་པོ་ཅིག་ཡོད་སོང་ན་མི་བླ་མ་དཀོན་མཆོག་ཚོང་པ་ཡག་པོ་འོ་དེ་འདྲ་ཅིག་གི་མི་དེ་ག་ལ་ཡོད་སོང་ན་ད་དེ་ལས་ག་རེ་ཟེར་ན་མི་བུ་ཡ་དེ་བཞིན་གྲོགས་པོ་འདྲ་གི་རེད་དེ་མ་གཏོགས་ཞིག་ཆང་རག་བཏུང་བས་རང་འདྲ་ཟེར་ཨ་ནི་མགོ་སྐོར་བསླུ་བྲིད་བཏང་ནས་མ་རབས་མཐའ་ཞིག་གི་ཚོང་པ་དེ་འདྲ་གྲོགས་པོ་འགྲོ་གི་ཡོད་མ་རེད་དེ་བཞིན་ན་སོ་སོ་མི་ཚེ་འཕྲོག་རང་འགྲོ་བ་རེད། འོ་དེ་འདྲ་ཡིན་པ་སོང་ན་ཚོང་པ་ཅིག་བསྒྲིགས་སོང་ན་སོ་སོ་གི་གྲོགས་པོ་དེ་ཡག་པོ་ཞིག་ཚོང་པ་མོད་པས་ཡ་རབས་ཡག་པོ་ཡོད་ལྡན་མཁན་མོད་པས་བཟང་ཕྱོགས་དང་དད་པ་ཡོད་ལྡན་མཁན་མོད་དེ་དངོས་གནས་དྲང་གནས་ཤིག་རང་བཞིན་གཉིས་ཀ་ལ་བསམ་གཏང་ཐུབ་མཁན་མོད་དེ་ཞིག་ཨ་རག་མ་གཏོང་མཁན་ཨ་ནི་ཆང་མ་གཏོང་མཁན་མོད་ལ་མགོ་སྐོར་མ་བཏང་མཁན་འོ་ད་མི་སྤྱོད་ལམ་ཡག་པོ་ཡོད་ལྡན་མཁན་མོད་དོ་དོ་ཏན་ཏན་འོ་ད་དེ་འདྲ་སོ་སོ་ཚོང་གི་གྲོགས་པོ་བསྒྲིགས་ན་དེ་འདྲ་ཞིག་གྲོགས་པོ་བསྒྲིག་གི་རེད་དེ་མ་གཏོགས་ཅིག་མི་ཁ་ཤས་ཀྱི་མི་ཚང་མ་མགོ་སྐོར་རྐྱང་རྐྱང་བཏང་ནས་ཁ་ལོད་རྐྱང་རྐྱང་ཁྱེར་ནས་ཆང་རྐྱང་རྐྱང་གཏོང་རག་རྐྱང་རྐྱང་བཟོས་མགོ་འཁོར་ཀྱང་ཀྱང་བཏང། བསླུ་བྲིད་ཀྱང་ཀྱང་བཏང། མཐོང་འཕོ་ལོང་ཀྱང་ཀྱང་ལེན། ཡང་ཅིག་མི་ཚང་མ་མགོ་འཁོར་ཀྱང་ཀྱང་བསྟན། དེ་འདྲའི་ནད་རྟགས་མཚུངས་པ་མང་པོ་ཡོད་རེད། འོ་དེ་འདྲའི་རྟགས་མང་རབས་ཐ་ཤལ་དེ་འདྲའི་མཚུངས་པ་དེ་ཚོར་གྲོགས་པོ་འགྲིག་གི་ཡོད་མ་རེད་དེ་གྲོགས་པོ་འགྲིག་པ་ཡིན་ན་སོ་སོ་མི་ཚེ་འཕྲོ་བརླག་འགྲོ་རེད་ཨ་ནི་དཔལ་འབྱོར་ཡོངས་ཀྱི་བར་ཤ་ནས་ཡུག་མར་དཀར་ཟེར་ན་སོ་སོ་གི་ཅིག་མ་རྩ་དེ་མེད་པ་ཆགས་ནི་རེད་དེ་འདྲ་ཡིན་པ་བཟང་ཐང་ཞིག་མཚུངས་པ་ཡག་པོ་ཅིག་བསམ་སོང་ན་མི་ཡ་རབས་བཟང་ཕྱོགས་ལྡན་པའི་གི་མཚུངས་པ་ཡག་པོ་ཅིག་གི་ཆང་མ་འཐུང་མཁན་ཨ་རག་མ་འཐུང་མཁན་མི་ལ་མགོ་འཁོར་མ་འཐང་མཁན་འོ་ད་དེ་འདྲའི་མཚུངས་པ་ཡག་པོ་ལ

བདག་སོ་སོ་ལུས་ངག་ཡིད་གསུམ་གྱི་བྱ་བ་ཆོད་པ་ཐུགས་སམ་སྒོམ་སམ་ཆེ་ཚུལ་རྩོམ་སོམ་གྱི་བྱ་བ་གཙང་མ་དེ་སྔར་ཡོད་པ་དེ་ཚོ་ཆུང་དུ་འགྲོ་ཆུང་དུ་ཚོ་མེད་པ་ཆང་འདྲ་ངོས་དེ་འདྲའི་དང་གྲོགས་པོ་སྡུག་ཤ་དེ་འདྲ་ཡོད་ན་དེའི་གྲོགས་པོ་དེ་ཚོའི་སྡུག་ཤ་དེ་ཚོ་དང་མགོ་བའི་ན་ཚ་ཞིག་ནི་སྤང་བར་བྱེད་ཀྱི་རེད། མདོར་ན་ད་ཁྱེད་ཚོ་ག་འདྲའི་བྱེད་ཀྱི་ན་རེ། མདོར་ན་ཁྱེད་ཚོ་ག་བ་གཅིག་ནང་དུ་སོང་ན་བླ་བྲ་ཡིན་ན་རེ་དགེ་ཚོ་གང་ཡིན་ན་རེ་ད་ག་ན་ཡིན་གར་སོན་ཚོང་པ་ཡིན་ན་རེ་ལས་བྱེད་ཡིན་ན་རེ་དེ་ན་ཆོས་བ་ཡིན་ན་རེ་ད་མི་སུ་ཡིན་ན་ཨ་ན་སོ་སོ་ཚོགས་པ་སུ་འདྲ་ཅིག་ན་ཡོད་ན་ཨ་ལུ་མ་ཡི་སྲང་གི་བྱ་བ་སྤྱོད་པ་བཟང་པོ་ལྡན་གི་མི་ཡ་རབས་དང་བཟང་སྤྱོད་ལྡན་ལྡན་གི་གྲོགས་པོ་སྟེ་ཁ་བ་ཡོད་ལ་དེའི་གྲོགས་པོ་ལྡན་གི་རེད། ལུས་ངག་ཡི་སྲང་གི་བྱ་བ་སྤྱོད་པ་སྡུག་ཆགས་ཆེ་ལྡན་གི་མི་སྡུག་ཆགས་ཁ་བ་ན་གྲོགས་པོ་འདི་ལྟ་གྲོགས་པོ་ཁྱོད་འགྲིག་གི་ཡོད་མ་རེད། འོ་དེ་འདྲ་ཡིན་པ་སོང་ད་མདོ་སྟོང་དེ་གར་ཟེར་སོང་དར་བའི་དེ་ནས་ཡིད་བཞིན་ནོར་ལེ་ལགས་འདི་འདྲ་གཉིས་ཀ་ད་རིག་ཙམ་ཞིག་ཡིན་གཉིས་ཀ་འཇིག་ལ་ནམ་མཁའི་གློག་དང་འདྲ་ཚུར་འདྲི་ཙམ་ཞིག་འདུག་མ་ལན་པ་རྫོགས་སོང་བ་ན་ཡིན་གི་གཉིས་པ་འགའ་ཞིག་གཉིས་ནས་སྟོང་བྱས་པའི་གང་ཆོས་རབ་འབྱེད་པའི་རྣམ་འབྱེད་ཀྱི་ཤེས་རབ་དང་ལྡན་པའི་གནས་པས་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་འབུམ་ཕྲག་ལྷག་པའི་གདབ།